ཐམ་ནེལ་གཟི་བྱས་ནས་བེད་སྤྱད་ཧ་གོ་ས་ཡིན་གྱི་རེད། ཡིན་ན་ད་རིང་ང་རང་གིས་བརྙན་ཐུང་དེ་མ་བཞུས་སྔོས་ལ་ཡ། རྣམ་པ་ཚོ་ཚང་མ་ལ་ཐུགས་རྗེ་ཆེ་ལ་འཇིགས་ཞུ་ཡས་ཡིན་དེ་ག་རིང་ཡིན་ལབ་བ་ཡིན་ན། ད་ད་ལྟ་བར་དུ་རྣམ་པ་ཚོ་ལ་གི་ཀུས་ནང་མི་གི Channel དེ་ལ་ཡ། དུས་རྒྱུན་དུ་ཅིག་ངེད་གི་བརྙན་ཐུང་དེ་ཚོ་གཟི་བྱས་ནས་ནི་དགའ་ཐག་གནང་ཡས་ཡིན་ན་རེད་མཆན་བསྐྱོན་ཡས་ཡིན་ན་རེད་འདུག་སྣང་བྱས་ནས་ད་ལྟ་བར་དུ་ཀུས་ནང་མི་ལ་ཡ་ཚོགས་ཞུགས་ཨ་ནི Five K ལོང་བཞག་ལ་ནི་ཞུ་ཡས་ཡིན་དེ་ལ་ཡ་ང་རང་གིས་དངོས་གནས་ཅིག་གི་ཀུས་ནང་མི་གི་ཚབ་ཞུས་ཏེ་ང་རང་གིས་བརྙན་ཐུང་དུས་རྒྱུན་དུ་གཟི་བདེ་ངལ་དང། མཆན་བསྐྱོན་ངལ་དང་ཚོགས་ཞུགས་གནང་ངལ་དང་དགའ་རྟགས་བསྐྱོན་ངལ་ཚང་མ་ལོར་སྙིང་ཁུང་རུས་པའི་གཏིང་ནས་ཐུགས་ཆེ་ན་ལ་ནི་ཞུ་ཡ་ཡིན་ཨ་ནི་འདུག་མ་འོངས་པ་ཡིན་ན་འདུག་རང་ཨ་ནི་སྐུ་ནང་མི་འདི་ཡ་རྒྱབ་སྐྱོར་གནང་རོགས་གནང་ལ་ནི་འབུལ་གུས་ཞུ་ཡ་ཡིན་ཨ་ནི་ད་ལན། Five K དེ་ཆ་བ་ན་བཞིན་ཨ་ནི Ten K དེ་གང་མགྱོ་གྱོ་ཅིག་ལོ་ངས་ཀྱི་ཨ་ནི་ཅིག་སྨོན་ལམ་དང་རེ་བ་ཡོད་ལ་ནི་ཞུ་ཡ་ཡིན་ཨ་ནི་རྣམ་པ་ཚོ་མང་པོ་ཅིག་གིས་ད་ལྟ་འདུག་སོ་ད་ལྟ་ང་ཚོ་ཀྲི་བྷི་ནང་འདུག་གཟིགས་བྱས་ནས་འཚོ་བཞུགས་གནང་ཐུབ་ཀྱི་ཡོད་ས་མ་རེད་ཁོ་རང་ཚོ་ཡིན་ན་ངེས་པར་དུ་རྒྱབ་སྐྱོར་མཚོན་བྱེད་དུ་འཚོ་བཞུགས་གནང་རོགས་གནང་ལ་ཞུ་ཡ་ཡིན་ག་རེ་ཡིན་ལབ་པ་ཡིན་ན་ངེད་ཀྱི་བརྙན་ཐུང་ཆ་ཚང་ང་རང་ཚོ་གི་བོད་པའི་སྐད་ནས་བཟོས་ཀྱི་ཡོད་ངེད་ཀྱི་བརྙན་ཐུང་ལྟ་ངན་ཤུགས་ཆེ་བ་ཅི་བོད་པ་མ་གཏོགས་རྒྱ་གར་དང་དེ་མི་རིགས་གཞན་པ་ཡོད་མ་རེད་བསམ་གྱི་འདུག་སོ་སོ་བོད་པའི་གི་བོད་པའི་མི་གཅིག་ལ་རྒྱབ་སྐྱོར་མ་བྱེད་པ་ཡིན་ན་མི་རིགས་གཞན་པ་ཕྱི་ལོགས་ནས་རྒྱབ་སྐྱོར་བྱེད་མཁན་ཡོང་གི་མ་རེད་ལ་ཞུ་ཡ་ཡིན་ད་དེ་ཞུ་མོ་གོ་རེད་གནང་པ་ཚོ་མཁྱེན་གསལ་རེད་སོང་ཙང། མཐའ་དོན་གར་ཞུས་ཡིན། རྒྱབ་སྐྱོར་མུ་མཐུད་ནས། འདུག། གནང་བསྡད་རོགས་གནང་ལ་ནི་ཞུས་ཡ་ཡིན། ཨ་ནི Subscribe བྱེད་ས་སྐྱོར་དེ་ཚོ་མུ་མཐུད་ནས་ནི་བརྙན་ཐུང་གཟིགས་གི་གཟིགས་གི་གནང་རོགས་གནང་ལ་ཞུས་ཡ་ཡིན། ཨ་ནི། གཅིག་ཞུས་ཡས་འདུག། ད་ང་རང་བསྡད་ས་ས་གནས་དེ་སུས་གཟིགས་རོགས། གལ་སྲིད་ཡང། ད་ཁ་ཁ་ལ་བསྡད་ངས་དེ་ཚོ་བྱས། གཅིག་ངེད་ཀྱི་བརྙན་ཐུང་དུས་རྒྱུན་གཟིགས་བསྡད་ངས་དེ་འདྲས་བྱས། ཡང་གཅིག་རྣམ་པ་ཚོ་ངོས་ནས་གཅིག་སུས་གི་ས་གནས་སྐོར་ལ་ཡང་མཁྱེན་རྟོགས་ཡོད་ངས་ད། གཅིག་གི། འདི་ཐོག་ལ་ཡང་བརྙན་ཐུང་འདི་འདྲ་ཅིག་བཟོས་ན་ང་ལ་ཡག་པོ་ཡོང་ས་རེད་ཐུགས་འགན་གསོས་ས་རེད་བསམ་པ་འདི་འདྲ་ཡོད་ན་ངེས་པར་དུ་མཆན་ལ་བསྐྱོན་རོགས་གནང་རོགས་ཨ་ནི་ངེད་ཀྱི་བྱེད་ཐུབ་ཡས་ཡོད་པ་ཡིན་ན་ཏན་ཏན་ངེད་ཀྱི་ཨ་ནི་ང་རང་གི Subscriber ཆེད་དུ་ལྟད་མོ་བརྙན་ཐུང་འདི་བཟོས་ཡས་ཀྱི་འབད་བརྩོན་བརྒྱ་ཆ་བརྒྱ་བྱེད་ཀྱི་ཡིན་ལ་ནི་ཞུ་ཡས་ཡིན་ད་གལ་སྲིད་འབད་ཐོག་ར་བྱེད་མ་ཐུབ་ཡས་དེ་འདྲ་ཡིན་ན་ནི་ཨ་ནི་འདི་ངེད་ཀྱི་ལག་པ་ལ་ཡོད་མ་རེད་འདི་ངས་བཟོས་ཐུག་གི་མ་རེད་ལ་ནི་ངས་ཁབ་ཐུག་ཞུ་ཡས་ཡིན་ལ་སོ་འདི་ཅིག་ཞུ་དགོས་བསམ་སོང་ཨ་ནི་ད་ད་རིང་གི་བརྙན་ཐུང་འདི་སྐོར་ལ་ཡང་ཨ་ནི་འགོ་བཙུགས་བཞག་ཡིན་རོ། ད་རིང་གི་བརྙན་ཐུང་དེ་ག་རེ་ཆགས་ཀྱི་ལ་བ་ཡིན་ན། ད་ནང་པ་ཚོ་མང་པོ་ཅིག་གཟིགས་ཡོད་རེད་ད་ལྟ་ང་ཚོ་སྤྱི་ཚོགས་དྲ་ལམ་ནང་ལ་ཡ། ད་ལྟ་བསྟན་འཛིན་སིང་ལ་ཡ་ཞིག་འདུག་ཁོ་རང་སྐོར་ལ་ཡ་ད་ནང་ང་རང་ཚོ་གི་བརྙན་ཐུང་བཟོ་མཁན་མང་པོ་ཅིག་གིས་ད་ལྟ་ཞིག་འདི་སྐོར་ལ་ཡ་ད་མང་པོ་ཅིག་ཁོ་རང་ཚོ་གི་བརྙན་ཐུང་བཟོས་ཚར་བཞག་ཨ་ནི། སྤྱི་དང་ཁོ་རང་གི་འདི་དངོས་ལ་ཁོ་རང་ཡི་ནི་གྲྭ་བ་ཡི་དེ་ཚ་ཞག་གྲྭ་བ་སྐབས་ལ་ཁོ་རང་གི་མིང་ལི་ཡ་ད་ད་བསོད་ནམས་སྟོབས་རྒྱལ་ལ་ཡི་རེད་ས་འདི་ཁོ་རང་གི་ད་ད་ངའི་བུ་ཡོད་རབས་ཀྱི་ཅན་ནལ་ནང་ལི་ཡ་འདུག་ཁོ་རང་མཐོང་ཟུར་བ་ད་དང་པོ་དེ་ལ་ངས་ཀྱི་ཐུགས་རྗེ་ཆེ་ཞུ་ཡས་ཞུ་དུས་ཐུགས་རྗེ་ཆེ་སུ་ལ་ཞུ་ཡན་ལ་བ་ཡི་ན་བསྟན་འཛིན་སིང་ལི་ཡ་ཨ་ནི་ཅིག་གི་ཅིག་རོགས་པ་བྱེད་ངེས་ད་ཨ་ནི་ཅིག་ཁོ་རང་ལ་ལམ་སྟོན་བྱེད་ངེས་ད་འདི་ཚོ་ད་ད་ང་རང་ཚོ་བརྙན་ཐུང་བཟོས་ངེས་ད་མིང་བོད་ཤ་བ་ཡི་ན་སྐྱོན་མི་འདུག་ད་ད་ཚེ་བུན་བློག་ཨ་ནི་བུ་ཡ་རབ་ཨ་ཅག་ཞིག་འདུག་གར་ས་ཨ་མ་ལེ། འབྲོག་མ་མ་ལེས། མོ་རང་གིས་ཐ་ན་ངའི YouTube དེ་འདྲ་མཐོང་མ་སོང་རུང་བ Instagram ID ཡོད་སར་ཕེབས་ཆེན། ད་ཁོ་རང་ཚོ་ཚང་མས་ཀྱི་ཨ་ནི་ཚེ་རོག་མིང་ཅན་བཟང། ཁོ་རང་ཚོ་ཚང་མས་ཀྱི་ད་ཅིག་ཁོ་རང་ལ་ཡ་ཅིག་གི་ཡ་མ། ཅིག་ལབ་འདོད་བྱེད་ཡ་ཡིན་ན་རེད་ད་གང་ལྟར་ཁོ་རང་ཚོ་ལ་ཡ་ཅིག་བརྙན་ཐུང་བཟོས་ཡ་ཡིན་ན་རེད་འདི་སྐོར་ལ་ཡ། ཁོ་རང་ཚོ་ཚང་མས་ཀྱི་ད་ཧ་རུ་པ་རུ་བྱེད་ནས་སྙིང་རྗེ་ཁོ་རང་ལ་ཡ་ཅིག་གི་རོག་པ་དེ་འདྲ་བྱེད་ཤག། ད་ནམ་བཟོ་མཁན་གསལ་རེད་ང་རང་ཚོ་བོད་རིགས་མི་དམངས་ཚང་མ་སྙིང་རྗེ་དག་རང་རེད་ང་རང་ཚོ་གཅིག་གི་བྱམས་སྙིང་རྗེ་ལ་ཡས་དེ་བོད་པ་ཡིན་ཚར་བས་ཅི་ལ་ང་ཚོ་རྒྱུད་ལ་ཡོད་དུས་ཙམ་པ་ལ་མི་གཅིག་དཀའ་ངལ་འུ་ཐུག་ཤེས་དུས་ཙམ་པ་ལ་ལེམ་སང་སྙིང་རྗེ་ཕ་ཆོ་ངོ་དེ་ལ་ཨ་ཙི་དེ་ལ་གཅིག་རོགས་པ་བྱེད་ཤ་ན་བསམ་ནས་རང་བཞིན་གྱི་གཅིག་གི་རང་གཤིས་ལྷན་སྐྱེས་ཀྱི་སྙིང་རྗེ་ཞིག་སྐྱེ་གི་འདུག་བ་འདི་ང་རང་ཚོ་དངོས་གནས་ཐུན་མོང་མ་ཡིན་པའི་ཁྱད་ཆོས་རེད་བསམ་གི་འདུག་ང་རང་ཚོ ྋགོང་ས་མཆོག་གི་བཀའ་དྲིན་ཉག་གཅིག་ལ་གཏད་བྱས་ནས་དངོས་གནས་གསུམ་ཁོང་གི་དུས་རྒྱུན་དུ་བསླབ་བྱ་འདུག་གསུང་གོ་རེ་འདི་ཚོ་གི་བཀའ་དྲིན་དང་བག་ཆགས་ལ་གཏད་ནས་ང་རང་ཚོ་བོད་མི་ཧ་ལམ་མཐའ་བརྒྱད་ཆ་དགུ་བཅུ། བརྒྱད་ཆ་དགུ་བཅུ་དགུ་དགུ་ལ་ཞེ་ན་འགྲིག་གོ་རེ་ཤུགས་ཆེ་བ་ཚང་མ་ཨེ་ནི་ཅིག་དངོས་གནས་སྙིང་རྗེ་མེད་བ་ཡོད་མ་རེད་མི་དཀའ་ངལ་དང་མི་འུ་ཐུག་པོ་དང་མི་དཔང་རྒོད་ཀྱི་དཀའ་ངལ་འཕྲད་རྒྱོ་ཅི་མཐོང་མ་ཡིན་ན་མི། ཆེ་ཆུང་མེད་བ་མི་རིགས་དབྱེ་འབྱེད་མེད་བ་ང་ཚོས་ཀྱི་ལེམ་སང་སྙིང་རྗེ་བོད་པ་གི་ཨ་ཙེ་སྙིང་རྗེ་ད་འདི་ལ་ཅིག་སྤྲད་ན་འདི་ལ་ཅིག་རོགས་པ་བྱེད་ན་ལ་ནས་རང་བཞིན་ཁ་ནས་དོན་ཡོང་གི་འདུག་བ་སོང་ཙང་ད་ལན་ང་རང་གི་ཨ་ནི་ད་ལྟ་བསྟན་འཛིན་སིང་སྐོར་ལ་ཡ་ཨ་ནི་ཅིག་གི་བརྙན་ཐུང་བཟོས་ངེས་དང་ཨ་ནི་དེ་ལ་ཡ་རྒྱབ་སྐྱོར་གནང་རོགས་པ་བྱེད་ངེས་བརྙན་ཐུང་བཟོས་ངེས་ད་གང་ལྟར་ཚང་མ་ལ་ཡར་བ། ཐུགས་རྗེ་ཆེ་ལ་ནི་ཞུས་ཡིན་ཁྱེད་རང་ཚོ་གི་ཁོ་རང་འདུག་སུ་ད་རོགས་པ་འདྲ་བོ་བྱེད་ལམ་སྟོན་འདྲ་བོ་བྱེད་བ་དེ་ལ་ཐུགས་རྗེ་ཆེ་ལ་ནི་ཞུས་ཡིན་ད་འདི་དང་ཆབས་ཅིག་ལ། རྣམ་པ་ཚོ་ལ་ག་རེ་ཞུ་དགོས་སམ་ད་འདི་འབུལ་དགོས་རང་ཡིན་ད་ཨ་ནི་ཅིག་མ་འོངས་པ་ཡང་རྣམ་པ་ཚོ་ད་ག་འདྲེ་ཡིན་ན་རེད་གང་ཟག་དཀའ་ངལ་བྲལ་བའི་ང་རང་ཚོ་བརྙན་ཐུང་བཟོས་མཁན་ཚང་མ་གི་དམིགས་ཡུལ་ཅིག་དག་རང་རེད་ང་རང་ཚོ་ལ་བརྗོད་གཞི་གུ་གུ་རེད་བརྗོད་གཞི་ཅིག་བརྙན་ཐུང་བཟོས་ཡས་ལ་བརྗོད་གཞི་ཅིག་གུ་གུ་རེད་ད་ནི་དམིགས་བསལ་གི་ཅིག་ངེད་ཀྱི་ག་རེ་ཞུ་དགོས་སམ་ཟེར་ལ་ན་ད་བརྗོད་གཞི། འགོ་བ་ན་ཞིང་གཅིག་གི་རྣམ་པ་ཚོ་དམིགས་བསལ་གྱིས་ད་ལྟ་རྒྱབ་སྐྱོར་བྱེད་ཡས་དང་ཕ་ཆོང་ངོ་ལ་ཅིག་གང་ཟག་ལ་ཕན་ཐོ་ཡས་དང་སྤྱི་ཚོགས་ཀྱི་དྲ་ལམ་ནང་ལ་ཕ་ཆོང་ངོ་ལ་ཅིག་གི་གང་ཟག་ཅིག་ལས་སྐྱོ་བོ་ཅིག་ལ་ཉམ་ཐག་ཅིག་ལ་ནི་རོགས་པ་བྱེད་ཡས་ཆེད་དུ་རོགས་དངུལ་བསྡུ་ཡས་དང་འདི་འདྲ་ལ་སོགས་པ་གི་རྣམ་པ་ཚོ་གི་ཅིག་ལས་གཞི་ཅིག་འགོ་བཙུགས་པ་ཡིན་ན་ངེས་པར་དུ་འདི་ལ་ངས་ག་རེ་ཞུ་དགོས་སམ་ཟེར་ལ་ན་རྣམ་པ་ཚོ་དངོས་ནས་ར་བ་འདི་ཐོག་ལ་ཞིབ་འཇུག་མཐིལ་ཆེ་བ་གནང་རོགས་གནང་ལ་ནི་འབོད་སྐུལ་ཞུ་ཡས་ཡིན་འདི་གལ་ཆེན་པོ་ཞེའུ་ཆགས་འགྲོ་འདུག་ང་ཚོ་གི་ཞིབ་འཇུག་འདི་མཐིལ་ཕྱིན་པ་ཅིག་མ་མཆིས་པ་ཡིན་ན་ཨེ་ང་ཚོའི་གི་ང་ཚོའི་གི་ཕ་ཆུང་ངོ་དེ་ལ་སྙིང་རྗེ་ལྷག་བསམ་རྣམ་དག་ཐོག་ནས་རོགས་པ་བྱེད་གི་འོ་རེད་རོ་སོ་སོ་ངོ་ནས་གང་ཡག་ཡག་གང་དྲག་དྲག་བྱེད་གི་འོ་རེད་ཨ་ནི། མཐའ་མ་དེ་ལ་ཨེ་ནི་ཅིག་ཕ་ཆུང་ངོ་དེ་གི་གོ་ལོག་རྩེ་བཞག་ཨེ་ནི་ཕ་ཆུང་ངོ་དེ་མི་མ་བིན་ཡིན་པ་དང་ཕ་ཆུང་ངོ་དེ་མི་དངོས་གནས་སུམ་རྟགས་རྟགས་དེ་མ་བདེ་བ་དང་ཕ་ཆུང་ངུ་མི་དེ་གཅིག་ཕྲ་མ་ཡིན་པ་དང་ཡང་ཕ་ཆུང་ངུ་མི་དེ་ཡང་གཅིག་སྙན་དམག་གི་ལུག་ཁྱུ་དེ་འདྲའི་དོན་བྱས་ནས་ཡང་ཕ་ཆུང་ངུ་མི་དེ་དངོས་གནས་དྲང་པོ་མེད་བ་དང་འདི་འདྲའི་གཅིག་གོ་ཡོང་དུས་ཙམ་པ་ལ་ཨ་ནི་གཅིག་ང་རང་ཚོ་སྙིང་རྗེ་ཕ་ཆུང་ངུ་ལ་རོགས་པ་བྱེད་ངེས་ད་བརྙན་ཐུང་བཟོས་ངན་ཡིན་ན་རེད་ཨ་ནི་གཅིག་དེ་མ་ཡིན་པའི་ད་ཁོ་ལ་ཡང་གཅིག་བརྙན་ཐུང་བཟོས་ངན་དེ་གི་བརྒྱུད་ལམ་ནས་ཨ་ནི་གཅིག་ཕྱི་རྒྱལ་ཁག་དེ་བ་ནས་གཅིག་ཕྱག་དངུལ་ཕུལ་ངན་དེ་འདྲའི་ཡིན་ན་རེད་ཁོ་ནང་ཚོ་ཡང་རྗེས་ལ་ཧ་གོ་དུས་ཙམ་པ་ལ་དངོས་གནས་གཅིག་སེམས་པ་ལ་བློ་ཕམ་པོ་ཡོང་གི་འདུག་བ། དེའི་གི་རྐྱེན་གྱིས་གནས་སྐབས་ད་མཁས་པ་ཡོང་མར་ད་ཁོ་རང་ལས་ད་གང་ཟག་དེ་ཡི་དངོས་གནས་ཅིག་གི་སྡུག་ཅག་དོན་དབང་ཡིན་ན་ད་རོགས་པ་བྱེད་ངེས་གི་བྱེད་ཚར་རེད། རོ། རོགས་པ་བྱེད་ངེས་གི་བྱེད་ཚར་རེད་ད་ཁོ་སྡུག་ཅག་དོན་དབང་ཡིན་ན་ད་ད་ལན་དེ་ག་ཡོང་མ་རེད་ད་ཁོ་ངའི་ཕ་ཆུང་ངོ་ཕྱི་རྒྱལ་འབྱིན་སྟངས་དུས་ངན་དེ་གི་ད་ངའི་དངོས་གནས་ནུས་འབྲུ་ཤོར་བསམ་གི་རུ་བ་ཡིན་ན་རྗེས་མ་དངོས་གནས་སྤྱི་ཚོགས་དྲ་ལམ་ནང་ལ་ཁ་ཚ་གུ་དུག་གི་དཀའ་ངལ་ཡོད་ངེས་དང་ཁ་ཚ་གུ་དུག་གི་རོགས་པ་དགོས་ངེས་དང་དངུལ་གནས་སྐྱོ་བོ་ཉམ་ཐག་དབུལ་བོ་ནང་ལ་ཁ་ལག་ཟ་ཡས་མེད་སྐྱོ་དེ་འདྲའི་གང་ཟག་དེ་འདྲའི་ཅིག་གི་དཀའ་ངལ་ཅིག་ད་སྤྱི་ཚོགས་དྲ་ལམ་ནང་བཏོན་ཡོད་པ་ཡིན་ན། ད་འདི་ལ་རོགས་པ་ར་ཡས་ལ་ཨ་ནི་སྙན་མག་གི་བརྙན་ཐུང་བཟོས་བྱས་ནས་སྙན་མག་གི་རོགས་པ་དེ་དྲང་པོ་མེད་བ་དེ་གི་ད་རྐྱེན་གི་ཨ་ནི་ད་ད་དངུལ་གནས་ཁ་ཡོད་ལག་ཡོད་གི་དཀའ་ངལ་ཡོད་ངེས་གང་ཟག་དེ་ལ་འཐུས་ཤོར་འགྲོ་གུ་ར་ད་རོགས་པ་བྱེད་ག་འགྲོ་བརྩམས་པ་ལ་བྱས་ཙང། དེའི་ཕྱིར་ནི་ངེད་ཀྱིས། རྣམ་པ་ཚོ་ག་རེ་ཞུ་ཡོན་ལང་བ་ཡིན་ན། ངེས་པར་དུ། བརྙན་ཐུང་བཟོས་ངེས་ང་རང་ཚོ་སྤྱི་ཚོགས་དྲ་ལམ་ནང་ལ་ཨེ་ནི་གཅིག་དེ་སྐྱོ་བོ་རོགས་པ་བྱས་དང་མི་གཅིག་དཔའ་མགོ་དང་མི་གཅིག་ལང་ཀ་འགྲོ་ས་མེད་ངེས་དང་དེ་ཚོ་ལ་མགོ་བཏོན་ངེས་ཡིན་པ་ཡིན་ན། ངེས་པར་དུ་ཞིབ་འཇུག་མཐིལ་ཕྱིས་པ་གནང་རོགས་ནང་ལ་ནི་ཞུ་ཡས་ཡིན། འདི་དཔེ་གལ་ཆེན་པོ་རེད་བསམ་གི་འདུག། ད་དེ་འདྲ་ངས་དཔེ་གཅིག་བཞག་ཚར་སོང་རྣམ་པ་ཚོ་ལ་ཡ། བྱས་ཙང། དེ་འབྲེལ་གྱི་རྐྱེན་བྱས་ནས་དབང་གིས། མཐའ་མའི་ཐག་གཅོད་དེ་ལ་དངོས་གནས་ཁ་ཚ་དགོས་གཏུགས་ཀྱི་ཅིག་རོགས་པ་དགོས་ངེས་འདི་ཚོ་ལ་ཨ་མཇལ་ལ་རོགས་པ་ར་ཡས་ཁག་པོ་བྱེད་ད་ཨ་ནི་དངུལ་ཅིག་དུས་འགར་འགྲོ་བ་ཡིན་ན་དངུལ། སྤྲད་ངེས་ཁག་པོ་བྱེད་ད་དེ་འབྲེལ་གྱི་གནས་སྟངས་དེ་མ་ཆགས་ཡས་ཆ་ནས་དང་པོ་ར་ནས་ཨ་ནི་སོ་སོ་དངོས་ནས་བསམ་བློ་དེ་ཡག་པོ་ཅིག་བཏང་རོགས་གནང་ལ་ནས་འབོད་སྐུལ་ཞུ་ཡས་ཡིན། ག་རེ་ཟེར་ན་ང་ཚོ་སྙིང་རྗེ་ཕྱི་རྒྱལ་ཁག་ལ་དེ་ངས་ཡིན་ན་ད་ང་ཚོ་ཧ་གོ་གོ་རུ་བ། ང་རང་ངོ་ཤེས་པ་དེ་འདྲས་ཡོད་སྙིང་རྗེ། སོ་སོ་ཟ་མ་ནུས་འཐུང་མ་ནུས་གོན་མ་ནུས་དེ་འདྲས་བྱས་ནས་དངུལ་ས་དགོས་རེད། དངུལ་ས་ས་ས་ས་ས་སྙིང་རྗེ་སོ་སོ་དཀའ་ལས་སྡུག་དཀའ་ལས་རྒྱག་ནས་དངུལ་ས་དགོས་རེད་བ། ཨ་ནི་ཅིག་ཕ་ཆུང་ངོ་ལ་སྙིང་རྗེ་སོ་སོ་ཅིག་སྤྱི་ཚོགས་དྲ་ལམ་ནང་ལ་ཨ་ཙི་མི་སྐྱོ་བོ་དཔའ་མགོ་དེ་འདྲས་སུ་མཐོང་ཐུག་ཙམ་པ་ལ་ད་ཅིག་ང་རང་ཚོ་ཕྱི་རྒྱལ་ཁག་སྡེ་བ་ཡིན་ན་ཤུགས་ཆེ་ད་དགེ་སྦྱོར་དགེ་བ་དགེ་སྦྱོར་བྱེད་ས་ཞེ་དྲག་ཡོད་མ་རུང་བ་ཨ་ནི་དེ་འདྲས་ཀྱི་གནས་སྟངས་མཐོང་ཐུག་ཙམ་པ་ལ་ཨ་ནི་ཅིག་སྙིང་རྗེ་བྱས་ནས་ཕ་ཆུང་ངོ་ལ་དགུང་མོ་ལྔ་བཅུ་བརྒྱ། དེ་འདྲའི་བསྐུར་དུ་བརྩམས་པ་ལ་ཡ། ནི་བྷ་གའི་རྟགས་དག་ཅིག། མི། སྤྲད་ས་དེ་རྟགས་དག་ཅིག་མེད་དུ་བརྩམས་པ་ལ་ཡ། ནི། བྷ་ཆུང་ངུ་དེ་མི་མ་བིན་འདྲ་བོ་དག། ནི་མི་རྫུན་མ་འདྲ་བོ་དག། ཨེ་འདྲའི་དོན་ཡོང་དུ་བརྩམས་པ་ལ་ནི་དེ་ནས་བསྐུར་ངན་དེ་གི་རྗེས་ལ་ཡ། ནི་ཅིག་སེམས་ལ་ཡ་ན་བཟའ་ཅིག་ཟོས་བཞག་གི་འདུག་ཨ། ནི་དེའི་ན་བཟའ་དེ་གི། རྗེས་མ་རྔུ་ནད་ཅིག་དཀའ་ངལ་སྤྲད་ངན་གང་ཟག་ཅིག་ཡོད་དུ་བརྩམས་པ་ལ་ཨ། ནི། ནི་བྷ་ཆུང་ངུ་ད་ང་སྤྲད་གི་མེད་ལབ་གི་འདུག་ཨ། ཨ་འདི་སྙེ་མ་ཡིན་འདྲ་དོན་བཟོ་འདི་མ་བིན་རེད་ཞེས་ད་ང་དེ་སྦྱིན་པ་དང་ཡང་དེ་ཆོ་མི་འདུག་དེ་འདྲའི་ལ་ངས་འདུག་ད། སོང་ཙང་དེ་འདྲའི་གི་གནས་ཚུལ་དང་དཀའ་ངལ་མ་ཡོང་བའི་ཆེད་དུ་ངས་ད་ག་རང་ཞུ་ཡོན་སྤྱི་ཚོགས་དྲ་ལམ་ནང་ལ་བརྙན་ཐུང་བཟོས་ངས་ཚང་མ་ལོར་འབུལ་དགོས་ད་ག་རང་ཡིན། རྣམ་པ་ཚོ་ངས་གི་འདི་ལ་གི་མེད་ད་ཡང་ཁྱེད་རང་ཚོ་ཡང་ཅིག་སྐྱོ་པོ་ལ་དཔེ་ཤག་དུས་འགྲོ་ནས་ཤ་འབ་དུས་ཨེ་འདྲ་ལ་གི་མེད་ད་རྣམ་པ་ཚོ་འདུས་རོགས་ན་དཔེ་གལ་ཆེན་པོ་རེད། དེ་ཡིས་དགེ་བས་ཀྱི་རྩ་བ་རེད་དེ་ཚོ་དགེ་བས་ཀྱི་བྱ་བ་ཡོད་ན་མེད་ན་རེད་ད་དེ་ཚོ། གནང་བ་ཚོ་དེ་འདྲའི་ཐོག་དངོས་གནས་ཕྱག་ལེན་གནང་ཐུབ་སོང་ན་ད་དཔེ། དེ་ལས་ལྷག་དགེ་བ་ཟིག་ཡོད་མ་རེད་བསམ་གྱི་འདུག་ཡིན་ན། གལ་ཆེ་ཤོས་དེ་ཞིབ་འཇུག་མཐིལ་ཆེ་བ་གནང་རོགས་གནང། ཨ་ནི་གཅིག་ཕ་ཆུང་ངུ་རྒྱབ་ཆུང་ག་རེ་རེད་ཤག་ནང་ག་བ་ནས་རེད་ཤག་ནང་མི་ག་བ་ནས་རེད་ཤག་ཨ། ནང་ལ་བུ་ཕྲུག་ག་རེ་འདུག་ཁོ་རང་གི་འཚོ་བའི་གནས་སྟངས་ག་འདྲས་རེད་ཤག་ཟླ་བ་ལ་ཡོང་ཁུལ་ག་ཚོད་འདུག་དེ་ཚོ་ཚང་མ་དཔེ། བརྟག་ཞིབ་ཡག་པོ་བྱས་ཕྱིན་དཔྱིས་ཕྱིན་པ་ཞིག་བྱས་ཕྱིན་ཨ་ནི་སྤྱི་ཚོགས་དྲ་ལམ་ནང་ལ་ཕ་ཆོས་དངོས་ཀྱི་ཨ་ནི་ཅིག་མི་ཚེ་ལུག་ཁྱུ་དེ་མ་འཁྱིལ་ཡོང་ཕྱིན་ཨ་ནི་ཅིག་གོ་རོགས་དངུལ་ཆུ་དུལ་བ་ཡིན་ནའི་ཨ་ནི་དེ་ལ་ཡང་དངོས་གནས་ཅིག་ཕ་ཆོས་དངོས་སྤྲེལ་ངན་ཚོ་ཡིན་ནའི་ཅིག་སེམས་པ་ལ་དོགས་པ་མེད་པའི་ཐོག་ནས་ཕ་ཆོས་དངོས་ལ་ཅིག་སྤྲེལ་དང། ཨ་ནེའི་ཕ་ཆུང་ངུ་གླེང་ངེས་ཡིན་ན་ཡང་ཅིག་སོ་སོ་ངོས་ཀྱི་ཨ་ཙི་ཕ་ཆུང་ངུ་གི་མི་སྐྱོ་པོ་དེ་གི་ཨ་ཙི་དེ་འདྲས་ཅིག་ང་ལ་ད་ལྟ། སྤྱི་ཚོགས་དྲ་ལམ་ནང་ལ་བརྙན་ཐུང་བཟོས་ངེས་ཅིག་གི་རོགས་པ་བྱེད་བྱེད་ན་ང་ལ་དེ་འདྲས་སྤྲད་སོ་དཱ་ས་ནི་ཕ་ཆུང་ངུ་གི་སྨོན་ལམ་ཚིག་གཉིས་ལ་མེད་ན་ཡང་ཅིག་རྒྱབ་དུ་བརྩམས་པ་ལ་ཨ་ནེ། རང་གཞན་གཉིས་ཀ་ལ་ཕན་པ་ཡོང་གི་འདུག་བ་ཕ་ཆུང་ངུ་སྙིང་རྗེ། མི་མྱ་ངན་དཀའ་ངལ་འཕྲད་ངེས་དེ་ལ་ཡི་ཁོ་རང་ལ་དཔལ་འབྱོར་ཐོག་ནས་རོགས་པ་རག་རེད། ཨ་ནེ། ཨ་ནི། ཕ་ནད་ཅིག་ཕྱི་རྒྱལ་ཁག་དང་དང་རྒྱ་གར་ཁག་དང་ག་བ་ག་ས་ན་ཨ་ནི། དཔལ་འབྱོར་གྱི་མཐུན་རྐྱེན་སྦྱར་བྱས་ནས་ཕ་ཇོ་ངོ་གང་ཟག་དེ་ལ་རོགས་པ་ཕན་ཐོ་ཡས་དེ། ཨ་ནི། ཕ་ཇོ་ངོ་ལ་ཡི་སྦྱིན་པ་བཏང་ཡས་ཀྱི་གཞི་གཅིག་རག་རེ། སྦྱིན་པ་བཏང་ཡས་ལ་ཡི་ཕན་ཐོ་སུ་བ་ཨན་སྦྱིན་པ་བཏང་ཡས་དང་སྦྱིན་པ་བཏང་ས་པ་རག་གི་ཟམ་པ་དང་མ་སོ་ན་ད་ད་ནང་ང་རང་ཚོ་བརྙན་ཐུང་བཟོས་ངེས་ཀྱི་ད་ཡུལ་གྲུ་པར་འདི་ཚོ་ཆགས་དེ་ཡོད་རེ་ཁྱེད་རང་ལ་ཡས་ནི་ཅིག་བརྙན་ཐུང་བཟོས་ངེས་དེ་ཚོ་ལ་ཡིན་ནའི་ཨ་ནི། རྒྱལ་བ་ཏན་ཏན་ཡོད་རེད་བསམ་གི་འདུག་སོང་ཙང་ད་ད་རིང་ད་ག་རང་ཡིན་སྐད་ཆ་མང་པོ་འདྲ་བོ་ཅིག་ཆགས་སོ་ཞུས་དོན་གཙོ་བོ་ད་ག་རང་ཡིན་ག་རེ་ཡིན་ཟེར་ན་ད་ད་ད་བསྟན་འཛིན་སིང་ལའེ་དེ་སྙིང་རྗེ་ང་རང་ཚོ་ཡུ་ཀྲུ་བར་ཚང་མ་ཡིན་རོགས་པ་བྱེད་རེད་ཁོ་རང་ལ་ཡ་ཨེ་ཁོ་རང་གི་མཐའ་དོན་ལ་བྱེད་སྟངས་དེ་ག་འདྲ་བྱེད་ཤག་ད་བུ་ཡ་རབས་ཀྱི་ཁོ་རང་ལ་ཡ་བསམ་བློ་བཏང་བྱས་ནས་སྙིང་རྗེ་ལྡི་ལི་ནས་ཡ་གེ་ས་མ་ན་ལི་བར་དུ་ཁོ་རང་ལ་ཡ་ཅིག་ཨེ། ཆོས་ལགས་ཀྱིས་དུ་བ་ཕ་གའི་ཟ་ཁང་ཡོད་ངེས་ཀྱིས་དེ་ལ་སྐད་ཆ་བཤད་ཀྱིས་ད་ཁོ་རང་ལ་སྙིང་རྗེ། ཁོ་རང་གིས་མི་ཚེ་མདུན་ལམ་བཟོས་ཡོད་ཆེད་དུ་ཁོ་རང་ལ་ཡ་བཏང་དུ་བ་ཨེ་ཕ་གའི་ལ་ད་ད་ཉེས་ཆ། ཆོས་ལགས་འདི་ད་ད་ད་རོ་མིང་འཇེམ་ཁོ་རང་ཉིད་པ་ར་ལ་སྐད་ཆ་འདི་ཚོ་ཉན་ད་རྣམ་པ་ཚོ། ཨེ་ཁོ་རང་གིས་བྱི་སྟངས་ག་འདྲ་བྱིས་ཤ་ཆོས་ལགས་འདི་གི་སྙིང་རྗེ་ཁོ་རང་ལ་ཡ་ད་དུག་ལོག་བྱི་ད་ཉོས་ནས་སྤྲད་ཨེ་ནི་ལས་ཀ་འགོ་བཙུགས་ཞོད་ལ་དུ་བསམ་པ་ལ་ཨེ་ནི་ཆོས་ལགས་འདི་ཁོ་རང་གིས་ལས་ཀ་བྱིས་ངན་མི་རྙིང་པ་འདི་ཚོ་མཉམ་དུ་ལས་ཁོ་རང་གིས་བཀའ་མོལ་གནང་བྱེད་ནས་ཨ་དེའི་ཟ་ཁང་ཅུང་དྲག་ཤ་སི། ཨ་ནེ་འདི། གླ་ཆ་ཡི་ཉུང་དྲག་ཤཱས། ད་སྐད་ཆ་འདི་ཚོ་དངོས་གནས་བྱས་ན་ད་ལྟའི་ཆ་ལ་ཁོ་རང་གི་སྐད་ཆ་འདི་ཚོ་བཤད་ཡ་མ་རོ། ཁོ་རང་ད་ལྟ། རྐང་པ་འཛུལ་ས་ཡོད་མ་རེད། རྐང་པ་བརྐྱང་ས་ཡོད་མ་རེད། ཨ་ནེ་ལེམ་སང་ཁོ་རང་གཅིག་འགྲིག་མི་འདུག་གཉིས་འགྲིག་མི་འདུག་ལ་རྩ་ཚོད་ན། འདི་ཨ་ནེ་ཏག་ཏག་བསྡད་ཡོད་མ་རེད་བསམ་དགོས་འདུག་ངེད་ཀྱིས། ཨ་ནེ་འདི་ག་ལ་ད་ལྟ་ཁོ་རང་ཕ་སྐད་ལ་ཉི་མ་གཅིག་གཉིས་བསྡད་མི་འདུག་ཁོ་རང་ཕ་ནས་འགྲོ་ཚར་འདུག་བ། བྱས་ཙང། ཨ་འདིའི་རིགས་དེ་རྣམ་པ་ཚོ་ངེས་པར་དུ་རང་ཚོ་དང་པོ་རང་ནས་རོགས་པ་མ་བྱེད་ངེས་ལ་ཡ་བསམ་བློ་རྒྱ་བཏང་བ་དེ་གལ་ཆེན་པོ་རེད་བསམ་གི་འདུག་ར་བ། ཨ་ནི་སྤྱི་བཏང་ནས་རོགས་པ་ལ་ཡ་དེ་ཚོ་དངོས་གནས་གསུམ་དབང་པོ་དེ། ཐང་པོ་ཡོད་མེད་དང་ང་རང་ཁོ་རང་འདྲ་བོ་ཡིན་ན་ལོ་ཆུང་ཆུང་རེད་ཤག་དབང་པོ་དེ་ཚོ་ནས་ཐང་ཐག་ཆོད་འདུག་ད་ལྟ་ག་བར་འགྲོ་བ་ཡིན་ན་ཁོ་རང་ལས་ཀ་མ་རག་ཡ་ཡོད་མ་རེད། སོང་ཙང་དེའི་ཐོག་ལ་རྣམ་པ་ཚོ་ངེས་པར་དུ་ནི། ཐུགས་བསམ་བཞེས་རོགས་གནང་ལ་ནི་ཞུ་ཡོན་ཡེར་བ། ད་ད་ལན་ཚ་གོས་ཚག་ཚག་རེད་ནི་མ་འོངས་པ་རྣམ་པ་ཚོ་ཡང་ཅིག་ག་འདྲས་ཡིན་ན། སོ་སོ་ངོས་ནས་ཅིག་ཕ་ཆོག་ངོ་ལ་གཞན་ཕན་གྱི་བསམ་པ་ཅིག་གིས་བྱས་ནས་རོགས་པ་བྱེད་ཀ་འགྲོ་བ་ཡིན་ན། ངེས་པར་དུ་དེ་ལ་ཡང་ཅིག་ཨ་ལས། ཞིབ་འཇུག་དང་ཞིབ་འཇུག་མཐིལ་ཕྱིན་པ་གནང་ཡས་དང་ཕ་ཆོག་ངོ་ལ་ཡང་ཅིག་ག་བ་ནས་ཡིན་པ་དང་གནས་ཚུལ་དེ་ཚོ་རབས་དང་རིམ་པ་མཁྱེན་དགོས་ཡས་དེ་དཔེ་གལ་ཆེན་པོ་རེད་བསམ་གི་འདུག་ལ་སོ་བདག་རང་ཞུ་ཡས་ཡིན་ད། དེའི་སྐད་ཆ་མང་པོ་འདྲ་བོ་ཆགས་སོང། རང་ཚོ་བོད་རིགས་སྤུན་ཟླ་རྣམ་པ་ཚོ་ག་བ་ཞུ་ཡོད་བ་ནས་ནི་འཆམ་མཐུན་བྱས་ནས་ཞུ་རོགས་གནང་སེམས་པ་སྐྱིད་པོ་ཞུ་རོགས་གནང་ད་དོན་ཡང་ནི་རྒྱ་བ་དོན་གྱི་བདག་པོ་ཐམས་ཅད་རྒན་པ་གཟིགས་པ་ཆེན་པོ་ཅག་སྐུ་ཚེ་ཡུན་རིང་གནས་པ་དང་བོད་དོན་བདེན་མཐའ་མྱུར་དུ་ཐོབ་པའི་སྨོན་འདུན་དང་བཅས་ད་རིང་གི་བརྙན་ཐུང་འདི་ང་བདག་རང་འཚམས་བཞག་ཡས་ཡིན་ཨ་ནི་བརྙན་ཐུང་རྗེས་མ་ལ་མཇལ་ཡོང་ཐུགས་ཆེ་གནང།